རྟེན་དེ་ཉིད་ཚུལ་ཁྲིམས་ལ་དད་པ་ཆེན་པོ་བྱེད་བྱེད་དེ་ཉིད་འགའ་རེས་ཡང་འདི་རེ་ཟེར་གྱི་འདུག། ད་གཞན་ཕྱོགས་ན་ཅིག་མང་པོ་ཅིག་གིས། ད་ག་ལ་བོར་ཅིག་མ་ཉན་ཁ་ཡོག་ད་མ་བེད་སོ་མང་པོ་བྱེད་འགོར་བ། བྱེད་འདུག་ད་ཆོས་སྐྱོང་འདི་ག་རེ་བར་ལན་སློག་ཡག་གལ་མི་འདུག། ཆོས་སྐྱོང་ལ་གལ་གནང་ཡག་གལ་མི་འདུག་དེ་ག་རེ་ཡིན་ན་གལ་དེ་འདྲའི་ཟིན་ཉིན་འདུག་དེ་འདྲའི་དོགས་པ་ཟ་དེ་ཉིན་འདུག། ཚུལ་དེ་འདྲ་ཡིན་དུས་ད་ང་ནམ་རྒྱུན་དེ་འདྲའི་ག་ལ་བོར། ད་ཆོས་སྐྱོང་འདིའི་སྐོར། སུ་གནོད་པ་ཇི་སྙེད་ལ་ཕར་ལན་མ་སློག་ཡ་དེ་ཁོ་སངས་རྒྱས་ཀྱི་ཡིན་པའི་བར་རོ། ད་སངས་རྒྱས་ཡིན་པའི་ར་ཆོད་ལ་ངོས་འཛིན་བྱེད་ཀྱི་ཡོད། ད་སེམས་ཅན་ཇི་ན་སུ་གནོད་པ་ཇི་སྙེད་ཅི་ན་ཕར་ལན་སློག་ཡ་དེ་འབུ་ཕྲ་མ་ཡིན་ན་ཞེས་ཤེས་ཀྱི་རོ། ད་ང་རང་གི་བསམ་བློ་དེ་འདྲ་ཞིག་ཁོ་དགོས་འདུག་ད་ཡིན་ན་ངས་དེ་ཧ་གོ་གི་མི་འདུག་ཟེར་ཏེ་དེ་འདྲའི་ལན་ཞིག་ཕུལ་གྱི་ཡོད།

གཞན་ཁྱད་པར་ཅན་དུ་བཟང་ཕྱོགས་སེམས་དཔའ་ལ་བསྐོ་བ་གཏོགས་པ་གི་རོ་སོལ་ལས་ཀྱི་རྣམ་པ་སྨིན་པ་དེ་ཁོ་ཚོའི་སྟོབས་ལ་སྨིན་བསྡད་ཀྱི་ཡོད་མ་རེད་མོད་ཆོས་སྐྱོང་གིས་དེ་ཚོ་ལ་སྡུག་པོ་དེ་རྩ་བ་ཉིད་ནས་བྱས་ཀྱི་མ་རེད་བསམ་པ་གི་འདུ་ཤེས་དེ་ཡོད། དེ་ག་དེ་བྱས་བསྡད་མཁན་ཅིག་ཡོད་ན་ད་ང་ཚོ་ཕྱིར་ཅིག་གསོད་ཡ་དང་གཅིག་པ་གཅིག་སྐྱོང་རེད་བ་ལ་ཁྱ་གཅིག་ཞགས་པ་གཅིག་གཅོད་ཅེས་བ་རེད་བ་ང་ཚོས་དེ་བྱས་ཀྱི་ཡོད་མ་རེད་ང་ཚོས་ཆོས་སྐྱོང་དེ་ཚོ་ལ་འཕྲིན་ལན་བསྐྱོ་དེ་འདྲ་བྱས་དེ་དུས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་ཆོས་སྒྲུབ་པ་འགའ་རྐྱེན་ཐམས་ཅད་ཟིན་ཐོན་རྗེས་དམ་ཆོས་སྒྲུབ་བསྡད་ཀྱི་ཡོད་ཟེར་རེད་མོད་ཕལ་སྐད་དེ་སྲིད་སོང་མི་སྐད་དེ་སྟབས་སོང་ཟེར་བསྡད་ཀྱི་ཡོད་མ་རེད་ལ། ང་ཚོ་མི་དེ་ཚོ་དེ་འདྲ་ལབ་ཀྱི་འདུག་ཨ། མི་གཅིག་ལམ་འགྲོ་རྒྱུག་དུས་ཧོ་ཆོས་སྐྱོང་ཁོ་བཀའ་དྲིན་རེད་ད་ཟེར་མི་གཅིག་བར་ཆད་བྱུང་དུས་ཆོས་སྐྱོང་ཁོ་སྐྱབས་མ་ཐུབ་རེད་ཟེར་དེ་འདྲ་བཤད་བསྡད་ཀྱི་འདུག་དེ་སངས་རྒྱས་ཀྱི་དེ་ནི་སུ་རང་མི་སྡུག་པ་ལྟ་བ་རེད་བསམ་གྱི་ཡོད། ཆོས་སྐྱོང་དང་འཇིག་རྟེན་གྱི་རྩེ་ཕོག་ལ་བཞག་གི་རེད་བ་ཁོས། མི་དེ་ཚོ་གི་སྐྱིད་སྡུག་གླིང་གཉིས་དུ་མ་ཆོས་སྐྱོང་ལ་རག་ལས་འགྲོ་བས་དེ་ཚོང་རྒྱག་གི་སོང་མི་འདུག་བ་ཡ་མཚན་བཀོད་པ་ལས་དེ་བཞག་ཡོང་རེ་སོང་ལས་རྒྱུ་འབྲས་ཀྱི་ཟས་ལས་བྱེད་བསྡད་ན་དེ་འདྲ་བྱེད་བསྡད་ཡ་གཅིག་ལ་དེ་ལ་གཅིག་ཨོ་ཙི་ཆོས་སྒྲུབ་པོ་གི་མཐུན་རྐྱེན་ཙང་བསྒྲུབ། མགར་རྐྱེན་བསལ་ཙང་དེ་ལ་ང་ཚོས་གི་རེ་བ་བྱེད་ཡ་གཅིག་དང་དེ་འདྲ་བྱེད་གི་རེད་མ་གཏོགས་ལས་གི་ཐམས་ཅད་ཆོས་སྐྱོང་གི་སྲས་པོ་ལ་འཛིན་གི་མེད་ལ་ལྷག་པར་དུ་ཡང་འཛིང་མོ་གཏོང་མཁན་རྒྱ་རིགས་གཏོང་མཁན་མི་གསོད་མཁན་དེ་ཚོ་ལ་བརྩི་གི་མེད། དཔེར་ན་ཆ་བཞག་ན་ཁོ་ཚོས་གི་དེ་འདྲའི་ལབ་གི་འདུག་བ་ཆོས་སྐྱོང་དེ་བསྟན་པའི་གི་དམྱལ་བ་སྐྱེས་སོང་གི་རེད་ཟེར་ཡང་འདྲ་བོ། ཆོས་སྐྱོང་དེ་བསྟན་མཁན་འདྲེ་འཇུ་འགྲོ་གི་རེད་ཟེར་ཡང་འདྲ་བོ་ཤེས་བསྡད་གི་འདུག་བ་དེ་རྩ་བ་རྙེད་ནས་ང་ཡིད་ཆེས་མེད། དཔེར་ན་ཆ་བཞག་ན་ཡང་ན་ཁ་སང་ཤར་རྒྱལ་བ་རིན་པོ་ཆེ་གི་ར་དག་གི་ལུང་པར་ནང་ནས་དེ་འདྲས་ཀྱི་གསུངས་བྱུང་དགེ་བཤེས་འདི་དང་འདི་དགེ་བཤེས་བསྟན་དག་ལ་འདྲེ་སོང་འདྲེ་སྐྱེས་སོང་གི་རེད་གསུངས་བྱུང་དེ་དངོས་ན་སྤྲོ་ན་ང་རྩོམ་ཡོད་ལ་འདས་པ་གི་ང་ལ་དོགས་པ་སྐྱེས་བྱུང། དགེ་བཤེས་བསྟན་བདག་ལ་ཟེར་ཏེ་གོ་ཐོས་ལ་ཅིག་གཞུང་ཆེན་བཀའ་པོད་ལྔ་ལ་ཐོས་བསམ་རྒྱ་ཆེན་པོ་ནོར་ལྷ་རག་པོ་གནས་ལ་མཛེས་པ་རྒྱ་ཆེན་པོ་མཁྱེན་པ་རྒྱ་ཆེན་པོ་ཡོད་པ་མ་ཚད་བསྟན་པ་སྲོང་ཐབས་སྤེལ་བ་བྱེ་བྲག་སྐུ་ལས་སྐྱོང་འདི་མཁན་འོ་དེ་ཅིག་སྔོན་ན་གྲོང་ནས་གི་ད་དུས་དུས་ཅིག་ང་ཚོ་རྒྱ་གར་གི་སེ་འབྲས་དགེ་སོགས་གནང་ལ་ཅིག་གྲ་མ་མྱོང་དྲི་མ་བཞུགས་ལ་དུས་ལ་ཡོང་ཅིག་ཚང་མས་གི་ཡིད་ཆེས་བྱེད་དགོས་ས་དགེ་བཤེས་ཆེན་པོ་ཅིག་བརྩིས་གི་འདུག། དེ་ནས་དེས་ཀྱིས་ནམ་རྒྱུན་ཁོང་གི་ཡི་རང་འཁོར་ལོ་དེ་ནས་བདེ་མཆོག་དང་ཆོས་རྒྱལ་དང་རྣལ་འབྱོར་མ་ལ་སོགས་པ་ཡི་རང་མང་པོ་ཅིག་རྡོ་རྗེ་འཇིགས་བྱེད་ལ་སོགས་པ་བསྟན་བསྡད་ཀྱི་ཡོད་རེད་བ་དེ་ནང་བཞིན་དུ་དེ་ནས་མར་ནུ་སྒྲོན་གྱི་ཡོད་རེད་བླ་མ་མཆོད་པ་གསུང་གི་ཡོད་རེད་དགའ་ལྡན་ལྷ་བྱ་གསུང་གི་ཡོད་རེད་ཆོས་མང་པོ་ཅིག་བསྒྲུབས་བསྡད།

དགོན་པ་སྒོ་གྲོལ་མི་ཐུབ་པ་ལ་འདྲེ་གཅིག་ལ་གཅིག་གཏོར་མ་ཚུལ་དེ་ཡོང་ཙང་མར་གྲོལ་འགྲོ་ཡ་གྱི་རེད་བསམ་ནས་དངོས་གནས་སྤྲོ་ནས་དེ་ཆོས་ལ་སྨད་པ་དང་སངས་རྒྱས་སོང་སེང་དེ་ཚོར་མིག་ཡ་ཡ་འདྲ་བོ་ཅིག་མཐོང་ཡོང་གི་འདུག་དེ་ངས་མཁས་མཚག་ཅིག་བློ་ཡུལ་མ་ཆོངས་པ་དེ་འདྲ་ཡོང་གི་འདུག་ངས་མཚང་རེ་དེ་བཤད་བསྡད་ཀྱི་འདུག་དཔེར་ན་ཆ་བཞག་ན་གུས་པ་རང་གི་ངོ་ནས་སྔ་མ་རྒྱ་གར་ནས་མ་ཡོང་གི་དགེ་བཤེས་ཁ་ཆེ་ཞིག་ལ་དེ་འདྲ་སྐད་ཆ་བཤད་རྒྱུ་བྱུང་སོང་ཁོ་ཚོས་གཅིག་གཉིས་གཉིས་གཉིས་རེ་ཟེར་གྱི་འདུག་གཱ་དེ་ལྷ་རྡོ་རྗེ་ཤུགས་ལྡན་དེ་ཉིད